དད་གུས་ཁྲི་རབས་གཉིས་པ་ཆོས་སྐུ་ཨོ་རྒྱན་མགོན་པོས་ཤེར་ལྷོ་སྐྱིད་སྟོང་སི་རྒྱ་ཉེ་ཤི་ལོ་གཙུག་ལག་ཁྲང་སྤྱི་མ་བཞི་པའི་ས་འདི་གནང་ཞེས་ཤེར་ལྷོ་སྐྱིད་སྟོང་སི་རྒྱ་ཉེ་ཤི་རྩ་བརྒྱད་ལོར་ལེགས་པར་བྲིས། གཙུག་ལག་ཁྲང་སྤྱི་མའི་ཤི་ཡི་མཛོད་ཕྲེང་ལ་མི་རིགས་མང་པོའི་ལོ་ཙཱ་ཀྱི་ཁྱད་ཆོས་འདོན་པ་མ་ཟད་ནང་གི་སྐུ་གསུང་ཐུགས་རྟེན་དང་རུས་དངུལ་ལ་ངོ་མཚར་གྱི་གཏམ་རྒྱུད་མང་པོ་ཡོད། དེ་རིང་བྱོན་པའི་ཁ་བརྡ་ལས་ཚེ་ཆད་དུ་ཁམས་རི་བོ་ཆེ་ལ་སོང་ནས་གཙུག་ལག་ཁྲང་སྤྱི་མའི་ཤི་ཡི་བཀོད་པ་དང་ནང་གི་རུས་དངུལ་སྐོར་ནས་ཁ་བརྡ

མ་ཡིན་ཏེ་ཡོ་བྱད་ལ་བག་ཆགས་གསུངས་པ་ལྟ་བུ་འདི་འདི་ཅི་རེད་ལ། རི་བོ་ཆེ་རི་བོ་ཆེ་རི་འདི་རེད་ཀྱི། རི་འདི་རེད་ལ། འདི་ཅི་རེད་རི་ཆེན་པོ་བརྒྱད་སོགས་ཁྱད་ཀྱི་ཅི་མེད་ད། རི་ཕར་དུས་ཚོད་ལ་ཆེན་པོ་མེད་ན་ཡང་ལོ་རྒྱུས་ཀྱི་ཆེ་བ་མང་པོ་ཅིག་བཤད་རྒྱུ་ཡོད་དེ་པ་འདི་འདྲ་ཅི་རེད།
ཆེ་བ་མང་པོ་ཡོད་ལས། བདག་ཅག་གི་སྟོང་པ་རྒྱལ་བ་བཟོ་པའི་སངས་རྒྱས་ཤཱཀྱ་ཐུབ་པ་ཀའི་མདོ་སྙིང་གི་པད་མ་དཀར་པོ་དང། ཏིང་ངེ་འཛིན་གྱི་རྒྱལ་པོ་རྣམ་པ་གཉིས་ཀྱི་ནང་ནས། དེ་ནས་རི་འདི་གཙོ་བོར་བྱས་པའི་རི་བོ་ཆེ་གི་ས་གཞི་འདི་ལུང་བསྟན་བཞག་པ་ལུང་བསྟན་གྱི་ཟིན་དེ་པ། ས་ཆ་དེ་ན་ར་ཁོང་གིས་བསྟན་པ་སྟེ། དེ་ནི་ཡང་ནས་ཡང་དུ་བརྗིད་པར་འགྱུར་བའི་ཀི་ལུང་བསྟན་གྱི་ཟན་འདེབས་པ་དེ་འབྲུག་གི་ཆེ་བ་ཅན་ཡོད་ལ་རེད། དེ་ནི་དུས་འཁོར་རྩ་རྒྱུད་ཀྱི་ནང་ནས་དཔའ་བོ་ཐོ་པི་དུམ་བུ་དང་དཔའ་མོ་རབ་དྭངས་མ་གཉིས་རྟག་ཏུ་བཞུགས་སྲིད་ཀྱི་གནས་བྱེད་པར་བཅིངས་ཡིན་པ་དང་ནི། དེ་ནི་འདེབས་འཆོར་དྲུག་ཅུ་རྩ་གཉིས་ཀྱི་གནས་གཞི་བྱེད་པར་བཅིངས་གནས་རི་ཕུན་སུམ་ཚོགས་པ་དེ་འབྲུག་ཅན་ཡིན་པ་ཀི་ལ་ཆེ་བ་མང་པོ་བཤད་རྒྱུ་ཡོད་ལ་རེད་དཔེར་ན་འདེབས་འཆོར་གྱི།

ལ་སག་གི་ཉེ་འཁོར་འཕན་ཕོ་གཞོང་དུ་ན་ཡོད་ལ། འཕན་ཕོ་གཞོང་དུ་ན་གདན་ས་དང་པོ་དེ་དང་ན་རྟ་ལུང་ཡར་ཐང་དགོན་པ་དུ་ན་ཡོད་རེད་ལ་དེ་ནི་རུ་ཁོང་གི་ད་དགོན་པ་དེ་རྒྱབ་ཚ་རུའི་རྗེས་སུ་འཚོ། ད་འཕན་ཕོ་གཞོང་ནི་འཚོ་འདམ་གྱི་གླང་ལེན་ལ་ཁ་འཛུགས་ས་དུ་ན་རུ་འཚོ་ཡོང་ནི་ར་དེ་ནི་ར། དེ་ནི་རུའུ་ཆེ་གི་ས་ཆ་དང་གནས་གཞི་འདི་ཚོ་ཚང་མ་དེ་ཟིན་གྱི་ལམ་ནི་ཁོང་གི་བསྟན་པ་དེ་ཉིད་དེ་ནི། རྒྱུན་རིང་པོ་བྱས་ན་འདི་ལ་ནུས་མཐུ་བོད་ཀྱི་གནས་གཞི་ཟིན་བྲིས་ལ་བཞག་པ་དུད་འགྲོ་ཅན་ཡིན་པའི་རྒྱུ་མཚན་གྱིས་ཆེ་བ་བཅས་བཤད་རྒྱུ་ཡོད་ལ་རེད་ལ། དེ་ནས་ཡང་དགོས་སར་འདི་ན་ད་རུ་བོ་ཆེའི་དགོངས་པ་འདི་ཚར་འདུག་པ་པོ། དེ་ནས་འགྲོ་མགོན་སངས་རྒྱས་དབོན་རིན་པོ་ཆེ་ཞེས་ས་དེ་སྤྱི་ལོ་གཅིག་སྟོང་ཉིས་བརྒྱ་བདུན་ཅུ་དང་གྲོ་ལོ་དེ་ལ་ད་འདི་ན་ཕབ་ནི་ར། དེ་ནས་གཙོ་ཆེ་བ་དེ་ཡང་རྒྱབ་རི་འདི་གི་སྟེང་ལ་ཕབ་བསྡད་ནི་ར་འདི་ན་ར། བཀྲ་ཤིས་མང་པོ་བཅས་བརྗོད་ས་གཞི་འདི་ཟིན་བྲིས་ལབ་ནི་ར་དེ་ནས་མདོ་ལ་བསྡུས་ན། རི་བོ་ཆེའི་གི་ས་ཆ་འདི་ཉིད་གཙོ་བོར་བྱས་པའི་གི་གམ་གི་ས་ཆ་མང་པོ་བཅས་ཞབས་ཚོ་བདག་ཏུ་བཀྲ་བའི་ཞིང་ཁམས་ཉིད་དུ་ཟིན་གྱི་བསླབ་ན་ར་ད་དུད་འགྲོ་གི་གནས་ཀྱི་ཁྱད་པར་ཅན་ཅན་ཡིན་པའི་རྒྱུ་མཚན་གྱིས་ཆེ་བ་བཅས་བཤད་ལ་རེ་བླ་རྡུང་དུ་རི་ཁོ་རང་གི་ཕྱག་གཡབ་འདྲ་བོ་དེ་ལ་ད་རྒྱལ་ཆེན་རྣམ་ཐོས་སྲས་གི་ད་ཕྱག་གཡབ་ཅིག་ཡོད་ལ་རེ་རྣམ་ཐོས་སྲས་སེང་གེ་ལ་ཁྱབ་བསྡད་པ་ཚ་ཡིན་ན་རྒྱལ་མཚན་དང་ཡང་ན་ནི་ལེགས་སྐྱ་པ

དེ་ནས་ནམ་དུས་སའི་རྒྱལ་མཚན་དང་དབོ་དང་ཞག་ཚགས་མང་པོ་བཅས་དེ་ནས་འདི་ན་འདི་ན་རེ་ཙམ་ད་ངོ་སྤྲོད་བཟོ་རྒྱུ་ཡོད་བསྡད་པ་ས་བོ་ཚོ་མཇལ་རྒྱུར་ཡོད་བསྡད་པ་ད་དུད་འགྲོས་ཅན་ཡིན་པའི་རྒྱུ་མཚན་གྱིས་ཆེ་བ་གཅིག་དེ་རེད་དེ་ནས་ཡང་སྒོས་སུ་དུད་འགྲོས་ཀྱི་ཆེ་བ་དེ་ལ་བརྟེན་ནས་རོ་བོ་ཆེ་གེ་ཡོད་བསྡད་ལྷ་སྡེ་མི་སྡེ་དང་བཅས་པ་ཚང་མ་འོ་དེ་ལ་དེ་ནས་དཔལ་འབྱོར་གྱི་ཁ་ནས་ལོ་རྒྱུས་ཀྱི་ཐོག་ལ་རྩ་བ་ཉིད་ནས་དཀའ་ངལ་འཕྲད་མ་མྱོང་པ་འདྲ་བོ་ཅི་རེད་དེ་ཚོ་ཡང་ག་རེ་ལ་ཐོགས་འདུག་རེ་ཟེར་ན་མདོར་བསྡུས་ན་རྒྱལ་པོ་འདི་དེ་ནས་ནམ་དུས་སའི་རྣམ་པ་བཅས་ཀྱི་ཐོག་ནས

ཁྲ་འཁྱིལ་མ་ཟེར་དགོས་དོན་དེ་ད་གཙོ་ཆེ་བ་གཙུག་ལག་ཁང་ཆེན་མོ་འདི་གི་ཚིག་གི་རྣམ་པ་གི་དེ་ལ་བརྟེན་ནས་ཁྲ་འཁྱིལ་མ་ཟེར་ཆགས་སོང་བ་རེད། སྤྱིར་བཏང་གི་ཚིག་གི་རྣམ་པ་འདི་སྟེང་ཁང་དང་བར་ཁང་འོག་ཁང་ཚང་མ་དེ་ཁ་སྡུག་དེ་མི་འདྲ་བའི་ཆ་ནས་ཁྲ་འཁྱིལ་མ་ཟེར་ཙའི་བཤད་ཀི་ཡོད་རེད་ལ། ལྷག་ཏུ་གཙོ་ཆེ་བ་དེ་དེ་ནས་འོག་ཁང་གི།

ལགས་སོ་ལགས་སོ་ང་ཚོས་གོ་ཐོས་ཡིན་ན་ད་ཕྲན་ཕྱི་མ་འདི་ནི་ད་ང་ཚོ་མི་རིགས་སྣ་མང་ཞིག་ལག་རྩལ་དང་སྒྱུ་རྩལ་ལ་སོགས་པ་མཉམ་དུ་འདྲིས་ཤོག་ཞིག་གི་ད་མི་རིགས་མཐུན་སྒྲིལ་གྱི་རྟགས་མཚན་ཆེན་པོ་ཞིག་རེད་དེ་ག་རེད་རེད། ད་དེ་ལ་ཐུགས་དང་པོ་འདི་བཞེངས་ཡོང་བའི་གནས་སྐབས་སུ། བཞེངས་མཁན་གྱི་མི་སྣ་གི་ནང་ལ་རྒྱ་གར་འཕགས་པའི་འོག་གི་དཔའ་བོ་མཛའ་ཡག་དང་ནི། དེ་ནས་རེད། མངའ་རིས་ཀྱི་ས་ཆ་ནས་གུང་ཐང་པ་དབང་ཚང་འབུམ་རྫི་ལས་འདྲ། དོན་མདོ་ཁམས་སྤུངས་ཆིང་ལ་སོགས་པ་མང་པོ་བཅས་ལྷག་ཏུ་རྒྱ་ནག་གི་ནང་ཁོག་གི་མི་སྣ་མང་པོ་བཅས་ལྷན་སྐྱེས་དུ་འདུས་ནི་ར་མདོ་ན་ཡར་ལེན་ཤར་རྒྱུད་ཀྱི་མི་རེ་མང་པོ་བཅས་ཀྱི་མི་སྣ་དེ་ལྷན་འཛམ་བཟུས་བསྡད་ནི་ཟོ་ལི་ལ་ཟེར་བ་མང་པོ་བཅས་མཉམ་དུ་འཛམ་བསྡད་ནི་ར་དེ་ནི་འདི་བཞིན་ནི་རེད། དེ་བཞིན་ཡོང་དུས་རྒྱུ་མཚན་གྱིས་ད་མི་རེ་མང་པོ་བཅས་ཀྱི་མི་རེ་མཐུན་འགྲིག་གི་རྣམ་པ་གི་ངོ་བོ་དེ་གསབ་རུང་མཚུངས་ཐུབ་པ་ལ་དུང་དུ་མི་རེ་མང་པོ་བཅས་ཀྱི་བཟོ་གནས་ཀྱི་ཉིང་བཅུད་དེ་ལྷན་སྐྱེས་དུ་འདུས་བསྡད་པ་ལྟ་བུ་ད་དུང་འབྲུ་ཅན་ཡིན་ཟེར་ནི

ཚེ་སྲོག་བཟོ་ལས་ཀྱི་ཉིང་བཅུད་འདི་འདེབས་པ་ལྟ་བུ་མདོར་བསྡུས་ན་ཁོ་འདི་བཟོ་མཁན་གྱི་ཆ་ནས་མི་རེ་མང་པོ་བཅས་ཡོད། འདེབས་པའི་གི་ཆ་ནས་མི་རེ་མང་པོས་བཟོ་ནས་ཀྱི་ཉིང་བཅུད་འདི་འདེབས་པ་དང། ཚོགས་གཉིས་ནས་འདི་ཁོ་རང་གི་གྲུབ་ཆ་གི་ཆ་ནས་བཟོ་བཀོད་ཀྱི་ཆ་ནས་ཡིན་ན་ཡང་ད་མི་རེ་མང་པོ་བཅས་ཀྱི་བཟོ་བཀོད་ཀྱི་རྣམ་པ་དེ་ཚོ་འདུས་འདེབས་པ་ཡིན་པའི་རྒྱུ་མཚན་གྱིས་ད་མདོར་བསྡུས་ན་ད་མི་རེ་མང་པོ་བཅས་ཀྱི་མཐུན་སྒྲིལ་གྱི་རྣམ་པ་དེ་མཚོན་ཐུབ་ཀྱི་ཡོད་པ་དེ་འདྲ་བྱས་ཡོད་པ་རེད།

གཉིས་པ། ཆུ་ཁོལ་ཨོ་རྒྱན་གོང་བུ་ཞེས་བྱ་ཁོང་གིས། དེ་ནས་སྤྱི་ལོ་གཅིག་སྟོང་སུམ་བརྒྱ། ཉེ་ཤོ་ལོ་དེ་ལ་རོ་བོ་ཆེའི་དགོན་པ་འདི་རྨང་བཏིང། ཉེ་ཤོ་རྩ་བདུན་ལོར་ལེགས་གྲབས་བཙོང། ཉེ་ཤོ་རྩ་བརྒྱད་ལོ་དེ་ལ་དེ་ནས་ནང་གི་སྐུ་གསུང་ཐུགས་རྟེན་དུ་ཚིག་གི་གཙུག་ལག་ཁང་དུ་བཅས་པ་རྟེན་དང་བརྟེན་པར་བཅས་པ་ཚང་མ་ལ། དེ་ནས། འདི་རང་ཉིད་ཀྱི་མཛད་སྒོ་དེ་ལྷན་སྐྱེས་དུ་ཚུགས། དེའི་ཁ་ལ།

བསྡུམ་བྱ་ཟེར་ནས་ལ་ད་ལོ་ཁ་ཞི་ཡང་ཕར་ཚད་བསྡུམ་བྱ་ཟེར་ན་ཉེས་བསྡད་པ་དང་དེ་འདྲ་ཅིག་རེད་ལ། རེད་རེད་རེད་ད་ང་ཚོ་ཁྲང་ཆིན་མ་ནི་རྒྱལ་ཁབ་རིམ་པའི་རིག་གནས་སྲུང་སྐྱོབ་སྡེ་ཚན་ཅིག་ཡིན་པས་ནང་གི་ད་རིག་གནས་མང་པོ་ཡོད་རེད་ཟེར། མ་ཚད་ཤེལ་གྱི་བཀོད་པ་འདི་ནི་མི་རིགས་མང་པོ་གིས་ད་ལོ་རྩ་གཅིག་ཏུ་འདུས་པ་རེད་ཟེར་ད་དེ་ལ་སྒྱུ་རྩལ་གྱི་ཐད་ནས་མཛུས་སྤྲིངས་ཀྱི་ཐད་ནས་ཁྱད་ཆོས་མང་པོ་ཡོད་རེད་ཟེར་དགེ་བཤེས་རུང་གིས་གཟིགས་ས་ལ་ད་ཁྲང་ཆིན་མ་ལ་མཛུས་སྤྲིངས་ཀྱི་ཐད་ནས་ཁྱད་ཆོས་ཅི་ན་ཅི་ན་འདུག། འཛུགས་སྐྲུན་གྱི་ཐད་ནས་ཁྱད་ཆོས་གཙོ་ཆེ་བ་དེ་ཆུ་ཚོགས་ཀྱི་ཐད་ནས་ཡིན་ན་ཁྱད་ཆོས་མང་པོ་ཡོད་རེད། ལགས་སོ་གྱེས། ཚད་ཀྱི་རྣམ་པ་གྱི་བཟོ་གཡབ་ཀྱི་ཐད་ནས་ཡིན་ན། རྒྱ་གར་ཟངས་ལྷན་གྱི་དཀྱིལ་འཁོར་ཆེན་པོ་གི་ཚད་དང་མཚན་ཉིད་ཡོངས་སུ་རྫོགས་བསྡུས་པ་ལྟ་བུ། ནང་ལྟར་ན་ད་པ་ཏིའི་འཁོར་ལོ་བདུན་པ་བདེ་མཆོག་གི་ཐོག་གསུང་སྐུ་ཡི་འཁོར་ལོ་གྱི་དཀྱིལ་འཁོར་གྱི་ཚད་དང་མཚན་ཉིད་རྫོགས་བསྡུས་པ་ལྟ་བུ། གསང་བ་ལྟར་ན་དེ་ནི་འོག་མིན་སྟུག་པོ་བཀོད་པའི་ཆུ་སྐྱེས་ཡན་གྱི་ཕོབ་སྒྲོན་གྱི་དཀྱིལ་འཁོར་གྱི་ཚད་དང་མཚན་ཉིད་རྫོགས་བསྡུས་པ་ལྟ་བུ། ཆུ་ཚོགས་ནི་ཚོགས་བཅས་ནས་དུད་འགྲོ་བཤད་ཀྱི་ཡོད་རེད། དེ་ནས་ལྷག་དུ། སྐུ་གསུང་ཐུགས་ཀྱི་དེ་ནས་ལྷ་ཁང་མི་འདྲ་བ་རྣམ་པ་གསུམ་ཡོད་བསྡད་པ་ལྟ་བུ། ཡང་ན་ཆོས་སྐུ་ལོངས་སྐུ་སྤྲུལ་སྐུ་གསུམ་རྣམ་པ་གསུམ་མཚུངས་པའི་ཀྱི་དེ་ནས་ཚེ་སྲོག་རུ་ཁང་རྩེག་རིམ་པ་རྣམ་པ་གསུམ་ཡོད་བསྡད་ཀྱི། དེ་འདྲའི་ཀྱི་སྐོར་ནས་བཤད་རྒྱུ་ཡོད་བསྡད་པ་ལ་ལྟུང་དུ། དེ་ནས་རི་བོ་ཆེ་གི་ས་ཆ་འདི་ཞབས་ཚུལ་རྡོ་དང་བྲལ་བའི་ཞིང་ཁམས་ཡིན་ཚུལ་བཤད་ཀྱི་ཡོད་རེད། ཞབས་ཚུལ་རྡོ་དང་བྲལ་བའི་ཞིང་ཁམས་ཡིན་པའི་རྒྱུ་མཚན་གྱིས་དེ་ནས་རྒྱལ་བ་མི་འཕྲོག་པ་གི། སྐྱེ་འགག་གི་ཚེ་དང་མཚན་ཉིད་ཡོངས་སུ་རྫོགས་བསྡུས་པ་ལྟ་བུ་དོན་འགྲུབ་བཤད་ཀྱི་ཡོད། དོན་འགྲུབ་ཡིན་དུས་དེ་ནི་ལྷག་དོན་དུ། ད་དཔའ་གདན་བརྒྱུད་པ་རྡོ་རྗེ་ཀེ། བརྒྱུད་པ་རྡོ་རྗེ་ལྷ་དགུ་བདག་མེད་པ་ལྷ་མོ་བཅོ་ལྔ་ལ་སོགས་པ་ཀེ་སྐྱེ་འགག་གི་ཚེ་དང་མཚན་ཉིད་ཡོངས་སུ་རྫོགས་བསྡུས་པ་ལྟ་བུ། དོན་འགྲུབ་ཡིན་དུས། ད་ཆོས་ཚུལ་གྱི་ཐད་ནས་ཡིན་ན། འདི། ང་ཚོ། རྒྱུད་སྡེ་དང་རིམ་པ།

བར་ཁྱམས་གཉའ་བོ་གཉིས་ཡོད་ལ། དེའི་འདི་ཡིན་ན་བར་ཁྱམས་འོག་མ་སྟེ་དེ་ནི་འགོང་པོ་ཚ་བཞི་པ་དང་པ་ཏི་གོར་གྱི་འགོང་པོ་ལ་སོགས་པ་ལྷ་ཁྲོ་བོ་ཕོ་རྒྱུད་ཐམས་ཅད་ཀྱི་གཞུང་གཉིས་ཀྱི་རྣམ་པ་དུད་འགྲོའི་སྤྱི་རེད། བར་ཁྱམས་སྟེང་སྟེང་མ་སྟེ་འདི་ཡིན་ན་པ་ཏི་དུད་སོགས་ལྷ་མོ་ལ་སོགས་པ་ལྷ་མོ་མོ་རྒྱུད་ཐམས་ཅད་ཀྱི་གཞུང་གཉིས་ཡིན་ཟེར་ན་ད་བར་ཁྱམས་དུ་ན་གཙོ་བོ་ཆོས་སྐྱོང་ཕོ་རྒྱུད་མོ་རྒྱུད་ཐམས་ཅད་ཀྱི་གཞུང་གཉིས་ཀྱི་རྣམ་པ་བས་ནི་བར་ཁྱམས་རིམ་པ་རྣམ་པ་གཉིས་ཡོད་བསྡད་ཀྱི་དུད་འགྲོའི་སྤྱི་རེད་དེ་ནི་དེ་ནས་ཡར་ནང་ལ་ཡར་འཛུལ་སོང་ན

དུ་འགྲིག་གི་སྐབས་ཀྱི་ཤིང་ཆ་ག་རེ་མང་པོ་བཅད་ལ་ད་ང་ཚོ་བོད་ཀྱི་ཐུན་མོང་མ་ཡིན་པ་གྱི་ཆེ་ཆུ་ཡང་ཕུན་སུམ་ཚོགས་པ་དེ་ཡང་ལྷག་ཏུ་ཆེ་ཆུའི་གདོན་མིག་གི་དུས་ཀྱི་གནའ་ཡུལ་གྱི་ཆས་འཛུགས་སྐྲུན་དང། དེ་སྒྱུ་རྩལ་གྱི་ཉམས་འཇོག་ལ་སོགས་པ་ད་ཕུན་སུམ་ཚོགས་པ་མང་པོ་ཅིག་འདུས་སྡེ་པ་དང། ཀ་བ་ཀ་ཚེ་ཡ་ན་ལས་བྱེད་དང་ཆེ་ཆུང་སྣ་ཚོགས་ཀ་རེ་ཡོད། གཙོ་ཆེ་བ་ཀ་བ་བརྒྱག་གི་མིང་རེད། ཡིན་ན་ཡང་ཅི་ཧོད་དུ་ནི་ཡི་རི་ཀ་བ་དང་རྗེ་ས་ཅན།

འདི་གའི་ལྷ་ཁང་འདི་ཚུར་ནས་མཇལ་མ་ཐག་ཏུ་སང་ལོ་ཅིག་ངོ་མཚར་བའི་གནམ་འཕང་འདྲ་བོ་བྱས་དང་ངོ་མཚར་བའི་ཆེ་མཚོར་བ་འདྲ་བོ་བྱས་དང་ལྷག་ཏུ་དད་པ་དབང་མེད་དུ་འཆོར་འགྲོ་བ་ལྟ་བུ་ད་དུད་འགྲོས་ཀྱི་ཆེད་ཆེ་གཅིག་པུ་བསམ་ཚོགས་པ་གཡོག་བསྡད་པ་དེ་ནི་ནང་དུ་ཡར་སོང་ན་ཡང་དེ་ནང་བཞིན་བྱས་ཀྱི་ཆེད་ངོ་མཚར་བའི་བསམ་ཚོར་མཚོར་བ་མང་པོ་བྱས་ལབ་ཐུབ་ཀྱི་ཡོད་པ། ད་དུད་འགྲོས་ཅན་ཡིན་པ་དང་ནི་འདི་གའི་ཚུར་ལོ་རེ་ནང་ལོ་མང་པོ་བྱས་ལ་ད་སྐོར་ར་ལྷ་ཚ་ཚིང་གིས་རྒྱུན་རྩ་བ་ཉིད་ནས་མི་ཆེ་རྒྱུ་ད་དུད་འགྲོས་ཀྱི་སྐོར་གྱི་ཆེད་ད་ལྟ་པོ་མདོ་དབུས་ཁམས་གསུམ་ཡིན་ན་འདྲ་ཡང་ན་འཛམ་གླིང་གི་ས་ཆ་གང་ནས་སོང་ན་ད་འདི་ལྟ་བུ་གི་ཆེས་མཛེས་སྡུག་ཕུན་སུམ་ཚོགས་པ་ཆེས་ཆོས་ལྡན་པ་ཆེས་ད་མཐོང་དཀོན་པ་ལྟ་བུ་ལགས་ད་སོ་དུད་འགྲོ་ལགས། གཅིག་རེད་འདི་འདུག་ལགས། རེད་རེད་རེད་ད་ང་ཚོ་ཆེ་མཐོང་བོད་ཀྱི་ཨ་སྤྲིང་གི་ཐད་ནས་བཤད་པ་ཡིན་ན་ད་དང་པོ་གི་ལོ་ངོ་སྟོང་གཉིས་ཙམ་སྔས་ལ་ཕོ་ཕྲུག་ཡིན་པ་ལ་སྒང་ཡིན་ན་འདྲ་ལོ་ངོ་སྟོང་གཅིག་ཁ་ལག་གི་ཕོ་ཕྲུག་པོ་ཏཱ་ལགས་ཡིན་ན་འདྲ་ད་ལོ་ངོ་བདུན་བརྒྱ་ཁ་ལག་གི་ད་ཁྲང་ཆེ་མ་ཡིན་ན་འདྲ་ད་ཁུ་རུ་ཆེ་ཆེ་མང་པོ་འདུག་བ། རེད་ལགས་རེད་རེད། ད་དེ་ཚོ་བཀའ་དྲིན་དུ་ང་ཚོ་མཉམ་གཅིག་ད་གི་ཡོག་གི་ལ་ལགས་ལ་སོ་ལ་སོ་ལ་སོ་ལ་སོ།
ཕྱི་ལོ་ཉིས་སྟོང་དྲུག་ལོར་རྒྱལ་སྲིད་སྤྱི་ཁྱབ་ཁང་གིས་རྒྱལ་ཁབ་རིམ་པའི་གཙོ་གནད་རིག་དངོས་སྲུང་སྐྱོབ་སྡེ་ཚན་དུ་བཞག་པའི་གཙུག་ལག་ཁྲ་འཁྱིལ་མ་ནི། སངས་རྒྱས་དབོན་གྱིས་ཕྱི་ལོ་བཅུ་སྟོང་ཉིས་བརྒྱ་བདུན་ཅུ་དོན་དྲུག་ལོར་ཐོག་མར་རི་བོ་ཆེ་དགོན་པ་ཕྱག་བཏབ་པ་དང། དད་རྒྱུན་ཁྲི་རབས་གཉིས་པ་ཆོས་སྐུ་ཨོ་རྒྱན་མགོན་པོས་ཕྱི་ལོ་བཅུ་སྟོང་སུ་བརྒྱ་ཉི་ཤུ་ལོར་གཙུག་ལག་ཁྲང་སྤྱི་མ་བཞི་པའི་ས་འདི་གནང་ཞེས་ཕྱི་ལོ་བཅུ་སྟོང་སུ་བརྒྱ་ཉི་ཤུ་རྩ་བརྒྱད་ལོར་ལེགས་པར་གྲུབ། གཙུག་ལག་ཁྲང་སྤྱི་མའི་ཕྱི་ཡི་འཛུགས་སྐྲུན་ལ་མི་རིགས་མང་པོའི་ལག་རྩལ་གྱི་ཁྱད་ཆོས་འདོན་པ་མ་ཟད། ནང་གི་སྐུ་གསུང་ཐུགས་རྟེན་དང་རུས་དངུལ་ལའང་ངོ་མཚར་གྱི་གཏམ་རྒྱུད་མང་པོ་ཡོད། དེ་རིང་གཞོན་པའི་ཁ་བརྡ་ལེན་ཚེ་ཆེད་དུ། ཁམས་རི་བོ་ཆེ་ལ་སོང་ནས་གཙུག་ལག་ཁྲ་འཆི་མེད་ཕྱི་ཡི་བཀོད་པ་དང་ནང་གི་རུས་ངན་སྐོར་ནས་ཁ་བརྡ་བཤད་བཞིན་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ།
རེས་གཟིགས་མ་ལྷས་ཀྱིས་མུ་མཐུད་དེ་བྱམས་པའི་ཁ་བརྡ་ལེན་ཚུལ་ལ་གསན་གཟིགས་གནང་བར་དགའ་བསུ་ཞུ། ད་ང་ཚོ་ཁྲ་འཆི་མ་གི་ཐུགས་བརྩེ་དང་པོ་ནི་ང་ཚོ་བོད་ལུགས་ཀྱི་ཁྱད་ཆོས་ལྡན་པའི་མཛོད་དྲིལ་རེད། ཐུགས་བརྩེ་གཉིས་པ་ནི་ད་ང་ཚོ་རྒྱ་ནག་ལུགས་ཀྱི་ད་མཛོད་དྲིལ་གྱི་ཁྱད་ཆོས་རེད། ཐུགས་བརྩེ་གསུམ་པ་ནི་ད་ང་ཚོ་རྒྱ་གར་ལུས་ཀྱི་ཁྱད་ཆོས་ལྡན་པ་དེང་དུས་ཁྲང་ཆི་མ་ལ་འཛུལ་ཁྲིད་ཀྱི་ཐད་ནས་བཤད་ན་མི་རིགས་མང་པོ་ཞིག་ལག་རྩལ་ཤུགས་བསྐྱུད་དུ་འདུས་པ་རེད། ད་ཁྲང་ཆི་མ་ནི་རྒྱལ་ཁབ་རིམ་པའི་རིག་གནས་ཀྱི་སྲུས་སྐྱོབ་སྡེ་ཚན་རེད་དེང་དུས་འདིའི་ནང་ལ་ད་རིག་གནས་ལ་སོགས་པ་ཧ་ཅང་ཕུན་སུམ་ཚོགས་པ་མང་པོ་མང་པོ་ཞིག་ཡོད་འདུག་ད་དེ་ལས་དེ་རིང་ང་ཚོ་ལི་གེ་སར་གྱི་སྐབས་ཀྱི་རིག་གནས་ཅི་འདྲ་ཡོད་དེའི་སྐོར་ནས་ཁ་བརྡ་ཞིག་བཟོ་ཡིན།

གེ་སར་གྱི་སྐོར་ད་ལྟ་འདི་ན་གླེང་གེ་སར་གྱི་སྲས་དགའ་རོལ་མོ་དགོས་ཀྱི། དེ་ནས་གཤེན་པའི་ཤ་དགའ་དང་ལྡན་མིག་སྔོ་དགའ། དེ་ནས་སྣང་ངུའི་ཁྱབ་དགའ་དང། ད་དུང་ཨ་ཁུ་ཁྲོ་ཐུང་གི་བྲི། དེ་ནས་འཇང་སྲས་འཇང་སྲས་གཡོ་ཁྲི་གུང་སྔོན་གྱི་བྲི། དེ་སོགས་ད་ལྟ་འདི་ན་ཡོད་རེད།
ཨོ་དེ་ན་དགའ་མང་པོ་དེ་ན་ཡོད། དགའ་ཆེན་པོ་བཞི། དགའ་ཆེན་པོ་བཞི་བྲི་གཉིས། བྲི་གཉིས། ད་དེ་འདི་ད། ངས་བསམ་ནས། རི་བོ་ཆེ་གི་ཁྲ་མཆིལ་མ་འདི་ནང་ལ་འདི་འདྲ་གི་གེ་སར་གི་རིག་དངོས་ཡལ་གཞིག་གི་རྒྱུ་མཚན་ན་ཅི་ཡིན་ཅི་རེད་དེ་འདྲ་དྲན་འདུག་གོ། མ་རེད། ཁྱོད་ལྟར་ན་དེ་ག་འདྲའི་ཆེ་ཆུང་བ་ཡིན། དེས་རྒན་དེ་ནི།
ཐད་ཀར་ལོ་རྒྱུས་ནང་ལ་རི་བོ་ཆེ་ལ་འདི་གེ་སར་གི་རི་ངོས་འདི་སོགས་འདི་འདྲ་བྱུང་བ་རེད་ཟེར་ནས་ཐད་ཀར་ཁ་གསལ་པོ་བོན་ཞེས་བཞག་ས་དང་རུང་མི་འདུག་ལགས་སོ། ཡིན་ན་ཡང་ད་ལྷོ་རོང་ཆུ་འབྱུང་དང། དེ་ནས་ཡེར་བཱ་ཡེ་ཤི་ཙད་ཀྱི་རྣམ་ཐར། དེ་ནས་གླིང་ཚང་རྒྱལ་རབས་དང་ཀ་ཐོག་སི་ཏུ་ཀི་དབུས་གཙང་གི་ལམ་ཡིག་དེ་ཚོ་དང་ཚང་མ་གོང་བསྒྲིགས་ནས་བཏུས་ཡོང་བ་ཡིན་ན། དེ་ནི་འདིའི་གླིང་གི་སྐྱ་ལ་འདི་ཚོ་རོལ་གྱི་དགོན་པ་རྣམས་ལ་ག་འདྲི་ཟེར་གཅིག་སྟག་སྣ་དགོན་པ་ལ་བཞག་ཆ་ཤས་གཅིག་ཡེ་ཕོག་དགོན་པ་ལ་བཞག་ཡོད་ས་རེད་ཟེར་ས་དེ་འདྲ་གཅིག་རེད། དེ་ཡིན་དུས་དེ་ནི་ཡེ་ཕོག་ལ་ཡོད་པའི་སྐུ་གསུང་ཐུགས་རྟེན་མང་པོ་གཅིག་འདི་ན་རོལ་གྱི་ཚོ་སྣང་བར་ཀ་ཐོག་སི་ཏུ་ཀི་དབུས་གཙང་ལམ་ཡིག་རྣམས་ལ་ཡང་དེ་ནི་རོལ་གྱི་དགོན་པ་ལ།

སྒྲོང་བབས་མཁན། མ་ད་གེ་སར་གྱི་སྒྲོང་དེ་ལ་བབས་སྒྲོང་འདྲ་སྐྲ་སྒྲོང་འདྲ་སྟེ་སྒྲོང་འདྲ་སྒྲོང་གི་རིགས་མང་པོ་ཅིག་འདུག་བ་གས་དེའི་ནང་ནས་སྒྲོང་བབས་མཁན་མང་པོ་ཅིག་ལུང་པ་འདི་ན་ལ་ཡོང་མྱོང་རེད་ཟེར་གྱི་འདུག་དེ་ནས་དེའི་རྗེས་ནས་དུས་རབས་འདི་དུས་རབས་ཉི་ཤུ་པ་དང་ཉི་ཤུ་པ་གི་མཇུག་ནས་ནང་མཇུག་ནས་ཀྱང་ད་གེ་སར་གྱི་སྐྲ་སྒྲོང་བབས་མཁན་ཁ་སར་སྐྲ་བབས་ཏེ་སོགས་ཀྱིས་ཡང་དེ་སྔ་གི་གེ་སར་གྱི་སྒྲོང་གི་ནང་ལ་གཏན་ནས་ཡོང་མ་མྱོང་བ་གས་ཏི་ཀར་ཟེར་ནས་གེ་སར་གྱི་སྒྲོང་གསར་པ་དེ་འདྲ་ཡང་སྐྲ་སྒྲོང་གི་རྣམ་པ་གི་ཐོག་ནས་བབས་ཡོད་རེད་དེ་ཚོ་ཡང་ད་ད་ད